ཐུགས་རྗེ་ལྟ་ལགས་བྱིན་གྱིས་རློབས། བརྩེ་བས་བདག་སོགས་ལམ་སྣ་དྲོངས། དགོངས་པས་བདག་ལ་དངོས་གྲུབ་སྩོལ། ནུས་པས་བདག་སོགས་བར་ཆད་སེལ། བར་ཆད་ཕྱི་རུ་སོལ། ནང་གི་བར་ཆད་ནང་དུ་སོལ། གསང་བའི་བར་ཆད་དབྱིངས་སུ་སོལ། འཁོར་བའི་བྱ་བཟའ་སྐྱབས་སུ་མཆི། ཨོ་མོ་ཨུ་ཧུ་དཔལ་བཟང་གུ་རུ་པདྨ་སི་ཏི་ཧོ། སྐུ་ཡི་ངོ་མཚར་མཐོང་བའི་ཚེ། གཡས་པའི་རལ་གྲིའི་ཕྱག་རྒྱ་མཚོ། གཡོན་པས་ཁུག་པའི་ཕྱག་རྒྱ་རྩེ་ཞགས་བདེ་བྱེད་རྩེ་གན་ལ། རྒྱལ་བའི་གདུང་བཙན་སྒྲོལ་བའི་དགོངས་ཐུགས་རྗེ་དང་ལག་བྱིན་རྒྱལ་ལོ། བརྩེ་བའི་ཐང་སོགས་བརླབས་ན་དྲོངས་དགོངས་པའི་དང་ལ་ངུ་དོ། ནུས་པའི་ཐང་སོགས་བར་ཆད་སོགས་ཕྱེད་ཡོལ་བར་ཆད་ཕྱི་རུ་སོགས་ནང་གི་བར་ཆད་ནང་དུ་སོགས་གསང་བའི་བར་ཆད་དབྱིངས་སོགས།

རྒྱ་གར་བོད་ཡུལ་ས་མཚམས་སུ་སྤྱི་འགལ་རླབས་ནས་བྱོན་པའི་ཚེ་དྲན་གསོ་དཔེ་ངེས་བསྟན་པའི་རེ་སྨོན་རྡོ་དཔེ་མ་གོ་ཡང། བྱོན་མའི་བྱང་ཆུབ་བདུད་རྩིའི་ཆུ་དེ་བསྟན་དེ་ཡི་གནས་མཆོག་ཏུ་སྐྱེས་བྱུང་ཚོགས་གསང་ཆོས་གོས་སོགས་ཕྱག་གཡས་རྡོ་རྗེའི་རྩེ་དགུ།

འཁོར་ལོ་བཅུ་དྲུག་ལོན་པའི་ཚོགས། རིན་ཆེན་རྒྱན་ཆ་སྣ་ཚོགས་སོགས། ཕྱག་གཡས་ཁ་རུས་ཕུར་པ་ནག། བདུད་དང་སྲིན་པོ་ཁ་ནས་བྱུང། གཡོན་པས་སེང་ལྡེང་ཕུར་པ་ནག། མུས་པས་བོར་ལ་སྲུང་སྐྱོབ་མཛད། ཧཱུྃ་ནག་ལྕགས་ཀྱི་ཕུར་པ་ནག། ཡིད་དང་ལྷ་དང་གཉིས་སོ།

དགོངས་པའི་བདག་ལྷའི་དངོས་གྲུབ་སོགས་ནུས་པའི་བདག་སོགས་བར་ཆད་སོགས་ཕྱི་ཡི་བར་ཆད་ཕྱི་རོལ་སོགས་ནང་གི་བར་ཆད་ནང་དུ་གསང་བའི་བར་ཆད་དབྱིངས་སོགས་སོ་ཁུ་བས་ཕྱག་རྩ་སྐྱབས་སོ་ཤེ་འོ་མོ་ཨ་ཨི་ཧུ་དཔལ་རྩ་དགུ་རུ་སྦེད་མ་སེ་ལྡེའུ་བོད་ཀྱི་ཉི་མ་མཛེས་པའི་ཚེ་ཐལ་ལྡན་དྲ་བ་ལྡན་པའི་བར་གང་ལ་གང་དུ་བསྐུར་བསྟན་ནས་གཙང་ཁ་ལ་ཡི་ལག་ཐོད། ཏཱ་ལའི་གིང་ངེ་འཐམ་ལ་ཨ་ཏའ་ཡུལ་ནས་རྩ་བའི་ཚ་ཤོད་དུ་ལྷ་ཡི་གིང་ངེ་དྲེགས་པ་ཅན་ཉི་ཤུ་རྩ་བརྒྱད་འཐམ་ལ། མང་ཡུལ་བདུན་ཡུལ་ཚང་དོན་དུ་རྒྱལ་བློན་བཞི་ལ་ངོ་སྤྲོད་གནང། ཁྱད་པར་འཕགས་པའི་རིག་འཛིན་མཆོག་ཐུགས་རྗེས་ཏཱ་ལ་ཆིང་རྒྱལ་བློན་བརྩེ་བའི་བདག་སོ་ལམ་སྣེ་ཨ་ཏོ་དགོངས་པས་ཏཱ་ལ་ངོ་སྤྲོད་རྫོགས་ནུས་པའི་བདག་སོ་ཕར་ཆེར་སོགས་ཕྱི་ཡི་ཕར་ཆེར་ཆེ་རུ།

བསྐྱེད་ཆོག་གསུམ་གྱི་མཚན་ཨ་སོགས་གཅིག་ནི་པདྨ་འབྱུང་གནས་བཤད་གཅིག་ནི་པདྨ་བསམ་པ་བ་གཅིག་ནི་ཚོགས་ཀྱི་རྡོ་རྗེ་བཤད། ཟང་ཟིང་རྡོ་རྗེ་དྭགས་པོ་རྫ་ཐུགས་རྗེ་དྭགས་ལ་བྱིན་རྒྱལ་ལོ་བརྩེ་བའི་བདག་སོགས་ལམ་སྣ་དྲོངས་དགོངས་པའི་བདག་ལ་དངོས་གྲུབ་སྩོལ། ནུས་པའི་བདག་སོགས་བར་ཆད་སོགས་ཕྱིའི་བར་ཆད་ཕྱི་རུ་སོགས་ནང་གི་བར་ཆད་ནང་དུ་སོགས་གསང་བའི་བར་ཆད་དབྱིངས་སུ་སོགས།